དེ་ནི་བོད་རིགས་ཚོགས་པའི་གི་ཚོགས་གཙོ་བཅས་ཚོགས་གཞོན་བཅས་དག་ནང་བཞིན་ས་གནས་ཁག་ཉི་ཤུ་རྩ་ལྔ་གི་ད་ལྟ་ངོ་སྤྲོད་ཞུས་པ་ནང་བཞིན་རེད། མི་རྣམ་པ་ཚང་མ་ཐེངས་འདི་ཚང་མ་ལ་ངས་སྙིང་ཐག་པ་ནས་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་གི་ཡོད།

དེའི་སྔོན་ལ་བྷི་ཇེ་སུས་ནང་ལ་དེར་སླེབས་མྱོང་ཡོད་མ་རེད་དེ་དུས་ཀྱང་བྷི་ཇེ་སུས་ནང་ལ་སླེབས་པ་དང་པོ་རེད། དེ་དུས་རང་ནས་ཨ་ནེ་རྣམ་པ་ཚོ་དངོས་གནས་རང་གར་སོང་རེད། འཐུས་མི་རྣམ་པས་དགེ་རྒན་སྐད་ཅོར་རེད། ནི་ག་རེ་ཡིན་པས་ནི་གི་དོགས་དྲིག་པོ་གྲགས་དྲིག་པོ། ཧ་ལས་པའི་གི་མཐོང་སྣང་བྱུང། བྱས་ཙང་འདི་ཡིན་པ་ཡིན་དུས། སྐབས་འདི་དུས། ང་རང། གནས་པས་ཐོན་ནས། ཨེ་ནི་ཉམས་སོད་ཀྱི་ཚུལ་དུ་དེ་བཅའ་བ་གི་རེད་དེ། སྐབས་འདི་དུས་ཀྱི་ཕན་ཐོགས་པོ་ཞིབ་ཅིག་བྱུང་སོང་དྲན་གྱི་འདུག། ད་ལྟའི་གནས་སྐབས་འདི་ལ་ཕལ་ཆེར་ཨེ་ནི་རྣམ་པ་ཚོ་འདུ་བྱེད་ཡོང་པའི་སྐབས་འདི་ལ། ང་ཚོ་རྒྱུན་རིང་པོ་གཅིག་གིས་ཨེ་ནི་བར་ཐུག་པ་དང་ཨེ་ནི་ངོ་ཤེས་འདི་བིག་སོགས་འདྲ་པོ་གཅིག་གིས་འདི་འདྲའི་ཚོར་བ་ཞིག་ལམ་སང་ཨེ་ནི་སེམས་པའི་ནང་ལ་ལྷོད་ལྷོད་འདྲ་པོ་དང། ཨ་ནི། གཅིག་མ་སོང་ན་གཞི་ཆ་གཅིག་ལ་སླེབས་བིག་སོགས་འདྲ་པོ་གཅིག་གིས། དེ་འགྲིག་གི་ཚོར་བ་རེད་ཅེས་བྱུང་སོང། དེ་ཡིན་པ་ཡིན་དུས། ད་ག་ནང་བཞིན་གྱི། ང་ཚོ་ད་དེ་རིང་འདི། དངོས་སུ་རང་གི་ཨ་ནི། ཚོང་དུས་ཀྱི་ངོ་བོ་བྱས་ནས། རྣམ་པ་ཚོ་ཚང་མ། དེ་རིང་ང་དེ། ཅིག་ཡོང་གི་ཡོད་པའི་གི་རྩིས་ནས་ཡིན་ནའི་རེད་གང་ལྟར་དེ་རིང་དེ་ཆ་ཚང་རྣམ་པ་ཚོ་དེ་ཚོགས་ཚོགས་གཞོན་རྩིས་པའི་གི་ཉིས་རྩ་བདུན་ཆ་ཚང་འདུག་ཟེར་ནས་རྩོམ་དེ་བཞག་འདིའི་ངས་གི་ག་དྲན་གི་འདུག་ཟེར་ན། ད་འབྱུང་རྒྱུར་ངས་གི་ལས་ཡུན་ད་གང་ལྟར།

རྟ་རི་རྒྱལ་ལ་ཡང་ང་འདུག་སའི་ལས་བྱ་ཞུས་པ་ཡིན། ལས་བྱ་ཞུས་ནས་དེ་རིང་དེ་རྣམ་པ་ཚོ་འདུག་ཟེར་ནས་ཨེ་ནས་ཚོང་དུས་བྱུང་ཡ་དེ་ངས་ང་རང་གི་ཡིན་པ་ཨེ་ནས་ཀྱི་ལས་རྒྱུན་གྱི་དེ་ནང་ལ་ལོ་རྒྱུས་ནང་ལ་ཨེ་ནས་དངོས་ནས་འགས་ཆེན་པོ་བཞི་བུ་གཅིག་གི་རྩིས་ཀྱི་ཡོད། ཨེ་ནས། ད་ལྟ་དེ་གོང་དུ་ཚོགས་གཙོ་གིས་གསུངས་པ་རེད། ངས་དེ་ཡ། ལམ་སྟོན་འདྲ་གཅིག་གནང་ཡ་གི་གཅིག། ཞེས་གིས་དེ་འདྲའི་འདྲ་གཅིག་གསུངས་གནང་སོང་བྱས་ཙང། འདི་ཡིན་པ་ཡིན་དུས་ངའི་རྩ་བའི་གི་ནམ་རྒྱུན་ག་རེ་ཡིན་པའི་ནས་གི། ངའི་འདུག་སྐད་ཆ་བཤད་པའི་སྐབས་དེ་ལ་ངའི་གི་མཉམ་པོ་འདུག་ཟེར་ནས་བསྡད་དེ་ཉིན་དེ་གི་ཚང་མ་དེ། ཉམས་མྱོང་ཡོད་པ་ཙམ་མ་ཟད་པའི་གི་ང་དེ་བཤེས་གཉེན་དེ་ལས་ཁྱོད་རང་ཚོ་ཉམས་མྱོང་ཆེ་བ་དང། ཨ་ནི་སློབ་སྦྱོང་ཡག་ག་ཡོད་པ་དང། འདི་འདྲི་རང་བརྩིས་ནས་སྐད་ཆ་ཞིག་ཡོད་མ་གཏོགས་འདི་ལ་ངའི་བྱིས་པ་གཅིག་གིས་ཨ་ནི་གཅིག་གཅིག་གཉིས་གཉིས་ནམ་རྒྱུན་གྱི་སློབ་ཕྲུག་དེ་གའི་ལ་ཨ་ནི་དགེ་རྒན་གྱིས་མ་གཅིག་གིས་ལམ་སྟོན་བྱེད་པ་དང་ལམ་འཁྲིད་བྱེད་པའི་བཟོ་འདྲ་པོ་གཅིག་གིས་སྒུག་གི་ཡོད་པའི་གི་རྩིས་ཀྱི་མེད། གང་ཡིན་ཟེར་ན་རྣམ་པ་ཚོས་ཀྱི་འགན་འཁྱི་ཡ་རེད། འགན་འཁྱི་ཆོག་རེད་འདི་གས་དེ་ཚང་མ་ང་ཚོ་འདུག་ཟེར་ནས་དེ་སྔ་གི་གི་གི་གོ་ཐོས་བྱུང་པ་རེད། ང་ཚོ་ཚང་མས་གི་ལྕམ་སྐུ་རིན་པོ་ཆེ་གི། ཨ་ནི་བཀའ་སློབ་ལམ་སྟོན། དབུ་ཁྲིད་པའི་དགེ། ཨ་ནི། མཛད་པ་འཕྲིན་ལས་ག་རེ་ཡིན་པའི་ནི་དགེ་འདི་ལ་ཤར་བསྐྱོད་གནང་ཡ་དང། འདི་ལ་སྤྲོད་པའི་དགེ་ང་ཚོ་ལྟ་གང་ལྟར། གར་ཞུ་དགོས་རེད། བསམ་བྱུང་དགེ། སྐྱབས་མགོན་རིན་པོ་ཆེ་གི་བཀའ་བསྒྲུབ་ཡ། དེ་འདྲའི་ཅིག་མ་སྟོད་ཀྱི་མ་རྩི་གཉིས་ཀྱི་མི་རྐྱང་རྐྱང་ཡིན་པ་ཡིན་དུས་ད་ང་ཚོ་གི་འདི་དག་རང་རེད། ང་ཚོ་སུས་ཀྱི་གི་ཡོང་ནས་སྐད་ཆ་བརྒྱ་བཤད་ནས་རེད་སྟོང་བཤད་ནས་རེད་དགོས་རྒྱུ་འདི་ཆགས་བསྡད་ཡོད་རེད་དྲན་གྱི་ཡོད། ཨ་ནི་གཉིས་པ་དེ་ག་དུས་ཡིན་པའི་ནས་གི་བཙན་བྱོལ་བོད་མིའི་སྒྲིག་འཛུགས་ཅིག་ཡོད་རེད། བྱས་ཙང་སྒྲིག་འཛུགས་ཀྱི་ཨ་ནི། སྒྲིག་འཛུགས་ཀྱི་དམངས་གཙོ་ཀ་བ་གསུམ་གྱི་ལམ་སྟོན། བདག་ནང་བཞིན་གྱི་གཏན་ལ་ཕབ་བྱ་བའི་གེགས། སྒྲིག་གཞི། དེ་གའི་ཚང་མ་སྲུང་བརྩི་བྱེད་ཡ་དེ། ང་ཚོ་ལྡོག་ཏུ་མེད་པའི་འགན་རེད། དེ་ནི་ང་ཚོ་ད་ལྟ་བར་དུ་གོ་བསྡད་ཡ་ལ། སུས་ཀྱིས་ད་ལྟ་དེ་ང་རང་ཚོ་མི་དམངས་རེད་འགན་ཁུར་ནི་རེད། ཧྲ་ཏག་ཏག་ཞུ་སྡུག་གི་འོས་པ་ཡིན་དུས། འདི་ལ་ལྷག་ཅིག་ང་ཚོའི་ཕ། ད་རུང་གི། འདིའི་སྒང་ལ། ངས་སྐད་ཆ་བཤད་ནས་འདི་གོ་གི་འདུག་འདི་བྱེད་དགོས་ཀྱི་འདུག་འདི་ཚང་གི་མི་འདུག་ཟེར་ནས། ད་ལྟའི་གནས་སྐབས་འདི་ལ་ངས་ལབ་དགོས་རྩ་བ་རང་ནས་དེ་འདྲའི་མཐོང་གི་མི་འདུག། བྱས་ཙང་ཨ་ནི་ད། འདི་གས་འདི་ཚང་མ།

ལས་དོན་སྒྲུབ་ཡ་རེད། གྲ་འགྲིག་པོ་རེད། འདི་འདྲ་ཡོང་སྡིག་གི་འདུག་བྱས་ཙང་འདི་ཡོང་གི་ཡོད་པའི་འདུག་འདི་གི་འདི་ལ་བལྟས་པའི་སྐབས་འདི་ལ་དངོས་གནས་རང་ང་ཡིན་པ་ཡིན་ན། ལས་བྱེད་ཀྱི་ལས་ཡུན་ཕལ་ཆེ་བ་ནང་སྲིད་ནང་ལ་བསྡད་པ་རེད། ནང་སྲིད་ནང་ལ་བསྡད་པའི་སྐབས་འདི་ལ་ཨ་ནི་གཞིས་ཆགས་ཀྱི་མི་མང་དང་ཐད་ཀར་འབྲེལ་བ་བྱས་ནས་བསྡད་པ་རྐྱང་རྐྱང་རེད།

བཅོས་མིན་རང་གིས་ཞུ་གི་ཡོད་འདུག་ཟེར་ནས་རོ། བྱས་ཙང་དེ་ཡིན་པ་ཡིན་དུས་ཧ་ལས་པའི་གི་ཚགས་ཚུགས་པོ་འདུག་འདི་གའི་དེ། ཨ་ནི། ང་ཚོ་ཉམས་ཆག་མ་འགྲོ་ཡས་བྱས། མུ་མཐུད་ནས་རྒྱུན་སྐྱོང་ཡས་བྱས། ཨ་ནི། ཨན་རྩ་བའི་གི། གར་བྱས་པ་ཡིན་ནས་གི་ང་ཚོའི་གི། ལས་དོན་གར་བྱེད་གི་ཡིན་པ་ཡིན་ནས། ཨ་ནི་མ་འོངས་པའི་གི་ང་ཚོ་བོད། གི། བདེན་མཐའ་གསལ་ཡ་རེད། རྒྱལ་སྤྱི་མི་མང། བོད་ལ་གཞིས་བཞུགས་ཀྱི་རྒྱལ་སྤྱི་མི་མང་གི། རེ་འདུན་འགྲུབ་ཡ་རེད། དེ་གི་དེ་ཨ་ནི། རྒྱལ་སྤྱི་མི་མང་གི་རེ་བ་བཅོལ་ས་དེ་ང་རང་ཚོ་རང་དབང། ལུང་པ་ན་བསྡད་དེ་ཉིད་ཀྱི། ཨ་ནི་ང་ཚོ་ད་ལྟ། སྐྱབས་བཅོལ་གྱི་བོད་རིགས་ཨ་ནི་གྲངས་ཉུང་གཅིག་མ་གཏོགས་ཡོད་མ་རེད་འདི་གའི་ལ་གློ་སྙིང་བྲང་གསུམ་གཏད་ནས་འདི་གའི་ཡོད་པ་ཡིན་དུས་ད་འདི་འགན་དེ་ང་ཚོས་ཁྱི་དགུ་ཡ་ཡིན་ད་ཡིན་བྱས་སམ་ཨ་ནི་ང་ཚོ་འདུག་སའི་དུས་ཚོད་བཏང་བ་ཡིན་ན་བཏང་གོ་ཆོད་པ་མི་ཚིག་གི་ད་གར་ཆོག་གི་རེད་གོང་དུ་ཞུས་པ་ནང་བཞིན་རེད་སོ་སོ་གི་སྒེར་གྱི་དོན་དག་བྱེད་དགོས་ཀྱི་ཡོད་རེད་དེ།

ཡིད་གཉིས་ཐེ་ཚོམ་གང་ཡང་མེད་རྣམ་པ་ཚོས་ཀྱི་ད་ང་ལ་འདི་པས་ངེད་ཀྱི་ལས་ཀ་བྱེད་པའི་སྐབས་འདི་ལ་ངོ་ནས་རོགས་པ་ཆ་དྲུག་མཉམ་དེ་ལ་དཀའ་ངལ་འཕྲད་ཀྱི་རེད་ཟེར་ཏེ། ངས་སྔ་ཕྱི་བར་གསུམ་ལ་བསམ་བློ་ནང་འཁོར་མ་མྱོང། བྱས་ཙང་ང་ཚོ་ཚང་མས་ཀྱི་སྤྱི་དོན་བྱེད་ཀྱི་བ་རེད། སྤྱི་བོད་ཀྱི་དོན་དག་ཟེར་ཏེ་ཆ་དྲུག་མཉམ་དུ་བྱས་ཡ་རེད། ལས་དོན་གྲུབ་ན་ང་ཚོ་གྲུབ་མཉམ་རེད།

གནང་གི་རེད་ཟེར་ཡིད་ཆེས་ཞུ་གི་ཡོད། བྱས་ཙང་ཨ་ནི་ང་ཚོ་མ་འོངས་པ་འདུག་ཟེར་ནས་ཕྱག་སྒྲིག་མུ་མཐུད་ནས་གནང་པའི་སྐབས་དེ་ལ་ཨ་ནི་དགེ་སྐྱོན་ཡོ་བསྲང་ཟེར་ཡ་དེ་ཡོང་གི་རེད། ང་ཡིན་པའི་ནི་གི་ད་དེ་ལ་ཤེས་བྱ་ཡོན་ཏན་ཡོད་པ་དང་ཉམས་མྱོང་ཆེན་པོ་ཡོད་པ་དང་འཇོན་ཐང་ཡོད་པ་དང་དེ་འདྲི་གི་ཚོད་ནི་དེ་ལས་པ་དེ་འདྲི་གང་ཡང་མ་རེད། ངའི་ཉམས་མྱོང་འདི་ངས་མི་གཞི་ཆགས་ཁང་ལ་བསྡད་བསྡད་པ་རེད། དེ་ནས་གཞི་ཆགས་ཁང་ལ་བསྡད་ནས་དེ་ནས་རང་བྱས་བྱས་ནས་ཕ་གི་ཟླ་གང་ཟླ་ག་ཚོད་ངས་ཤུལ་བུ་ནང་བཞིན་རེད། ཁྱི་ལྟས་བུའི་དྲན་སྐུལ་གསོ་རབ་ཅིག་བྱས་བྱས་ནས། ལོ་གི་ཆ་ནས་ནས་རེད། ཨེ་ནས་ཕ་གི་གི་ཉམས་མྱོང་གི་ཆ་ཉམས་མྱོང་ཟེར་ནས་གི་ད་ཉམས་མྱོང་ཟེར་ན་ད་ཞིབ་པའི་ཅིག་ཉམས་མྱོང་ཟེར་ད་གལ་ཡོད་མ་རེད་དེ། སོ་སོ་སོ་གི་ཕ་གི།

མི་ཚེ་ནང་གི་ལས་དོན་ནི་བསྒྲུབ་རྒྱུ་ཡོད་པ་ཡིན་ན་རྒྱལ་སྤྱིའི་གི་སྡིངས་ཆ་ཡོད་ས། ཨ་འདི་འདྲི་གཅིག་གི་ས་ཆ་ལ་སླེ་ཡོད་རེད། དེ་སྔ་ངས་གི་རྒྱལ་སྤྱིའི་གི་སྡིངས་ཆ་གང་ལ་ལས་མྱོང་པའི་གི་ཞག་ནས་ངས་ཆབ་སྲིད་གི་ཞག་ནས་ད་འདི་གི་གནད་སྐབས་གི་འགྲོ་བ་མིའི་ཐོབ་ཐང་གི་ཐ་སྙད་འདི་འདྲི་གི་ཡག་པོ་ཞིག་གི་ད་ད་ཆ་ཚང་ང་གཅིག་ངས་ད་ད་སྦྱང་རྒྱུ་གི་བསྡད་བསྡད་པའི་སོ་རུབ་ཅིག་རེད། དངོས་གནས་བྱས་པས་ནི་ཆིག་སྒྲིལ་དང་ཤུགས་ཆེན་པོ་འབྲེལ་བ་རེད་པ་ཡིན་ནའི་གི་ངའི་གི་སྙམ་པོ་ལས་ཀ་བྱེད་ཉེན་དེ་གས་ཏེ་དངོས་གནས་རང་དེ་སྔ་ཆིག་སྒྲིལ་གི་ལས་ཀ་བྱས་མྱོང་ཉེན་ཕྱག་ལས་གནང་མྱོང་ཉེན་ང་ཚོ་ད་རེས་གི་ལས་བྱེད་པའི་ཡག་པོ་ཡོད་བྱས་ཙང་དེ་ཡིན་པས་འདི་རིམ་པས་རིམ་པས་གི་འདུག་བྱས་ཨ་ནི་དེའི་སྒང་ནི་རྒྱབ་ལོགས་ལ་རྣམ་པ་ཚོ་ཡོད་པ་ཡིན་དུས། འདི་ནི་ངས་དེ་ལས་ཀ་བྱེད་པ་ལ་དཀའ་ངལ་འཕྲད་ཀྱི་རེད་ཟེར་ནས་ང་རྩ་བ་རང་ནས་དྲན་གྱི་མེད། བྱས་ཙང་དེ་ཡིན་པས་འདུག་དེ། དེ་ནས། གཅིག་དེ་དེ་རེད། ཨ་ནི་གཞན་པའི་གི་ཐོག་ནས། ད་ང་ཚོ་ལས་ཀ་ག་རེ་བྱས་པའི་ནས་གི། སྒྲིག་གཞི་གཅིག་གི་འོག་ནས་བྱེད་དགོས་ཀྱི་ཡོད་པ་ཡིན་དུས། ནི་ད་ལྟ་དེ། ས་གནས་ལ། ནམ་རྒྱུན་གྱི། ད་ཡང་ཁོ་ཡིག་ཆ་ང་ཚོས་ཀྱི་རྒྱབ་གཉེར། གནང་མ་ཐུབ་ཡ་གི་དེ་འདྲིའི་གི་ཁ་ཤས་ཅིག་ཞུས་པ་ཡིན་ན། ད་ང། ནམ་རྒྱུན་སྔས་མ་རང་ནས། སྒྲིག་གཞི་གང་ལ་དེ་བཞིན་ཡང་ཁོ། ཅིག་གིས། རྩ་འཛིན་ཤུགས་ཆེན་པོ་བྱེད་དགོས་ངེས་ཡིན། ག་རེ་ཡིན་ཞུས་པ་ཡིན་ན། ད་མི་གཅིག་གི་འགྲོ་སྟངས་ལ་ཕན་ནི། ཨེ་ནི་ང་ཚོ་དེ། སྒྲིག་འཛུགས་གཅིག་གིས། མ་འོངས་པ་མིའི་གི་དྲི་བ་བཏང་ཡག་གི་ཆགས་པ་ཡིན་ན། དེ་འདྲི་གི་རིགས་དེ་རྒྱབ་གཉིས་དེ། རྣམ་པ་ཚོ་གི་ས་ནས་ནས་གི་མ་གནང་ན་ཡག་ག་ཡོད་རེད།

བོད་གཞུང་སླེབས་པའི་སྐབས་ལ་རྒྱལ་ཁབ་མང་པོ་གི་ཡིད་ཆེས་ས་གི་འདི་སྒང་ལ། དེ་ང་ཚོས་ཡིག་ཆ་མི་གཅིག་གི་སྒེར་ངོ་སོ་ལ་བརྟེན་ནས་སྤྲད་བཞག་པའི་སྐབས་ལ་ཡི་གེ་འདི་ཉི་མ་གཅིག་བྲི་བ་བཅས་བརྟག་ཀློག་བརྒྱབ་ནས་ཁྱོད་རང་ཚོར་སྤྲད་ཡག་དེ། ཏག་ཏག་བསྡད་ཀྱི་མི་འདུག་ང་ཚོས་ཞིབ་འཇུག་བྱས་པ་ཡིན་ཞེས་ཀྱི། གནས་སྐབས་དེ་འདྲིས་ཅིག་ཆགས་པ་ཡིན་ན། འདི་ཉི་མ་ནི་ང་ཚོ་གི། རྒྱབ་གཉེར་དེ་ལ་ཨ་ནི་ཀོ་རིན་ཐང་རྒྱུ་ནི་ཡོད་མ་རེད་ད་དེ་ཕ་གི་ནི་ཀྲེ་ཤ་བོད་ཀྱི་རྒྱབ་གཉེར་དེ་ཚོ་ལ་ཨ་ནི་དེ་ཡོད་མ་རེད་ཟེར་གི་གནས་ཚུལ་ཅིག་ཡོང་གི་རེད་དེ་འདྲི་གང་ནས་ད་གནས་ཚུལ་དེ་འདི་གནང་གི་འདུག་ཨ་ནི་གཞན་པ་ཕལ་ཆེ་བ་ནི་ས་གནས་ཀྱི་རྒྱབ་གཉེར་སླེབས་པ་ཡིན་ན་དེ་ནི་ང་ཚོ་མིག་བཙུམ་ནས་རང་གཞན་པ་ད་ང་ཚོ་ནམ་རྒྱུན་འགྲོ་བསྡད་ཡ་དེ་ཚོ་ཞིབ་ཏུ་ཞིག་ཕུལ་བཞག་ཡོད་དེ་འདྲི་གཅིག་ད་ལྟའི་གི་གནས་སྐབས་དེ་ལ་དེ་འདྲི་གཅིག་དྲན་བྱུང་ཞེས་མ་གཏོགས། ད་དམིགས་བསལ་གྱིས་དེ་ནས་དེ་རིང་དེ་རྣམ་པ་ཚོ་འདུག་བྱས་ནས་ཆ་ཚང་དུ་འཛོམས་བསྡད་པ་ཡིན་དུས། ཨ་ནེ་བགྲོ་གླེང་བྱེད་པའི་སྐབས་དེ་ལ་དཀའ་མེད་བྱུང་པ་ཡིན་ན། དེ་དུས་སྐབས་དེ་ལ་ང་ཚོ་གསལ་བྱེད་ཞུ་གི་ཞུ་གི་ཞུས་པ་ཡིན་ན་ཨ་ནེ་གསལ་པོ་ཆགས་ཀྱི་རེད་དྲན་གྱི་འདུག་དེ་ནི་ངས་མང་པོ་ཞུས་མི་དགོས་བྱས་ཨ་ནེ། བསམ་ཚུལ་འདྲ་པོ་ཅིག་ཡོད་པས་ན་སྐབས་མི་སྣང་གི་སྣང་གི་བཤད་པའི་སྐབས་ལ་ངས་ཨ་ནི་ལན་ཕུལ་ཕུལ་གི་བྱས་ན་ཟེར་དྲན་སོང། ཨ་ནི་དོན་དུ་ཞུ་གུ་འདེབས་པ་ལ་ང་ཚོ་ད་ལྟ་ལས་ཁུངས་ཀྱི་དེ་ནི་མ་གསལ་དྲག་ཞུགས་པའི་ཁ་ཤས་ཅིག་ཡོད་འདི་ངས་བྱས་ལ་འདུག་ཟེར་ནས་ཞུས་ན་དྲན་སོང། ལོ་སར་ནི་མཐོ་ཚད།